དེ་ནི་ད་ང་གཅིག་ལབ་ཡ་ཡོད། དེ་ད་ཚང་མ་དེ་རིང་མཛད་སྒོ་འདི་དང་འབྲེལ་བ་གང་ཡོད་མ་རེད། དངོས་སུ་འབྲེལ་བ་ཡོད་མ་རེད། ང་རང་གི་རྩ་བའི་བླ་མ། ཞེས་སོ་སོར་བབས་པའི་སྡོམ་པ་ཞུ་ས། ནང་བྱང་ཆུབ་རྒྱལ་བ་ཐམས་ཅད་མཁྱེན་པ་ཡང་ང་གི་རྩ་བའི་བླ་མ་རེད། ང་གི་སྐྲ་བཏུང་མཁན་གྱི་གཙུག་ཕུད་ཕུལ་ས་གི་བླ་མ་རེད། ཁོང་ལ་གཙུག་ཕུད་ཕུལ་མཁན་དེ་ང་འདི་འདྲའི་ཟིན་མཚམས་ནས་གཙུག་ཕུད་ཕུལ་མཁན་དེ་ང་རང་གི་རྩ་བའི་བླ་མ་རྡོ་རྗེ་འཆང་རེད། ཁོང་གིས་བཙས་སྲུང་གསུམ་མདོ་ལ། ཨ་ནི། གོང་ས་ཐམས་ཅད་མཁྱེན་པ་སྡེ་དགེ་རྒྱལ་ས་ལ་ཕེབས་པའི་སྐབས་སུ་ལ་ང་རང་གི་རྩ་བའི་བླ་མ་རྡོ་རྗེ་འཆང་རྒྱལ་དབང་ཀརྨ་པ་རང་བྱུང་རིག་པ་རྡོ་རྗེ་ཀྱིས་ང་འདི་འདྲའི་ཟིན་མཚམས་བཅད་ནས་གོང་ས་སྐྱབས་མགོན་ཆེན་པོ་གི་སྐུ་པང་ལ་ཡང་ཕུལ་ནས་ང་སྐྲ་བཅད་པ་རེད། ངའི་མིང་ལ་བསྟན་འཛིན་འཇིགས་མེད་དམ་ཆོས་ནོར་བུ་བཏགས་གནང་བ་རེད་པེ་ངར་བདག་བསྟན་འཛིན་འཇིགས་མེད་དམ་ཆོས་ནོར་བུ་དཔལ་བཟང་བཏགས་གནང་བ་རེད་པེ་བཟང་གསུང་གི་རེད་བ་དེ་འདྲས་བཏགས་གནང་བ་རེད་དེ་འདྲས་ཡིན་དུས་དེ་འདྲས་ཀྱི་ད་དེ་ནས་བཟུང་སྟེ་དུས་འཁོར་དབང་ཆེན་ལ་སོགས་པ་ད་བསམ་གྱིས་མི་ཁྱབ་པ་གི་སྐུ་སྐུ་ཡི་གསང་བ་གསུང་གི་གསང་བ་ཐུགས་ཀྱི་གསང་བ་བསམ་གྱིས་མི་ཁྱབ་པའི་སྒོ་ནས་རྗེས་སུ་བཟུང་བཞག་པ་གྱིས་ཡིན་དེ་ཡིན་དུས་ཁོང་ང་གི་རྩ་བའི་བླ་མ་རེད། ཡིན་ན་ཡང་ང་རང་གིས་དེ་ནས་ཤི་སོ་སོར་བསྟན་པའི་སྡོམ་པ་དགེ་ཚུལ་དགེ་སློང་ཚང་མ་ནང་བྱང་ཆུབ་སེམས་དཔའི་གར་ལྷ་པ་རིམ་པ་ཚང་མ་གསང་བ་སྔགས་ཀྱི་དབང་བསྐུར་ཡུལ་དུ་སྐྱོགས་དེ་ནས་དེ་ནང་བཞིན་གྱི་ཤཱ་ཀྱ་ཆེན་པོའི་སྐུ་ངོ་སྤྲོད་དེ་ནས་ཤིན་ཏུ་ཟབ་པ་ཆ་ཚང་མ་ཞུས་ནས་ལོ་རྗེས་ཀྱི་རིང་ལ་ཉི་མ་རེ་ལ་ཆུ་ཚོད་གསུམ་ལས་མ་མྱོང་པ་ཆུ་ཚོད་ལྔ་དྲུག་དེ་འདྲའི་སྐུ་དང་འབྲལ་མེད་ཕྱིན་ནས་བསྡད་ནས་དེ་ནས་ཆོས་ཞུས་པ་ཞུས་པ་དེ་ལ་དེས་ང་རང་གི་རྩ་བའི་བླ་མ་རྡོ་རྗེ་འཆང་རུ་བ། དེ་ཡིན་དུས་ད་རྩ་བའི་བླ་མ་རྡོ་རྗེ་འཆང་གི་གདན་ས་དེ་ནི་འབྲས་ལྗོངས་རུང་ཏིག་ལ་ཡོད། ཨ་མའི་ཤིང་ཀར་བ། དེ་ནས་རྩ་བའི་བླ་མ་རྡོ་རྗེ་འཆང་གིས་ང་ལ་དེ་ནས་ཡི་གེ་ཅིག་གནང་བ་རེད།

ཁྱིམ་བདག་ཕྱི་རྒྱལ་གྱི་ལུང་པ་ཚོ་ལ་ཡང་ཤོག་མ་མང་པོ་རེ་དེ་ཚོའི་གདན་འདྲེན་ཞུས་ནས་ཕེབས་དགོས་བྱུང་པ་རེད། དེ་ནས་དེ་འདྲའི་ཅིག་ལ་བརྟེན་ནས་ད་ད་ལྟ་བར་དུ་ལ་དེ་ནས་རྒྱ་གར་བར་དུ་ཡོད་ལ་བཙུད་ཡ་མ་ཕེབས་ནས་ད་ལོ་མང་པོ་བྱུང་ཚར་བ་རེད་ལོ་མང་པོ་རེད་ཚར་བ་རེད། དེ་གི་རྒྱུ་མཚན་ད་ཐམས་ཅད་ཀྱིས་དགོངས་ཀྱི་རེད། དེ་འདྲ་ཡིན་དུས་དེ་ང་རང་གི་སྨན་པ་སྨོན་ལམ་ག་རེ་ཞུ་གི་ཡོད་རེད་ཟེར་ན། བདེ་བ་ཀརྨ་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་རྡོ་རྗེ་རྒྱ་གར་ལ་ཚུར་ཕེབས། རྒྱ་གར་གཞུང་དང་མཉམ་པོ་ལ་ག་རེ་གནང་དགོས་པོ་ཡོད་ན་ཚང་མ་ཡོང་ནས་ཆོས་དང་མཐུན་པ་ཅིག་གནང། དེ་གནང་ནས་གོང་ས་སྐྱབས་མགོན་ཆེན་པོ་དགུང་ལོ་ཆེན་པོ་འདི་འདྲས་རེད་ཚར་བ་རེད་སྐུ་མདུན་ལ་མཇལ་ཁ་གནང། དེར་ཁྱེད་རྣམ་པ་གཉིས་ཆོས་ཀྱི་ཐུགས་སྤྲུལ་ག་རེ་བླང་གིས་གནང་ཡོད་ན་གནང། དེ་མཚམས་ན་ཨ་ལེ་གདན་ས་རུ་མཐུན་ལ་ཤ་རྒྱག་ཕེབས། གདན་ས་རུ་མཐུན་ལས་བཞུགས་ནས། རྩ་བའི་བླ་མ་རྡོ་རྗེ་འཆང་རྒྱལ་དབང་ཀརྨ་པ་རང་བྱུང་རིག་པ་རྡོ་རྗེ་གངས་ཏྲེའི་སྲས་ནས་བཞུགས་པ་ནང་བཞིན། ཆོས་ཀྱི་འཁོར་ལོ་བསྐོར། འགྲོ་བའི་དོན་མཛད། དེ་ནས་དབུ་ཞྭ་མཐོང་གྲོལ་རིན་པོ་ཆེ། དམ་རྫས་རི་ནག་རིན་པོ་ཆེ། གཞན་ཡང་དང། དེ་ནས་སྐུ་གསུང་ཐུགས་ཀྱི་མཛད་པ་འཕྲིན་ལས་བསམ་གྱིས་མི་ཁྱབ་པ་བསྐྱངས་ཡོང་བ་རེད། འོ། དེ་ནང་བཞིན་བྱས་ནས་བཞུགས་རོགས་གྱིས་ཟེར་ནས་དེ་ངེད་ཀྱི་གསོལ་བ་བཏབ་ཡས་ཡིན། ད་ལྟ་ངས་ཁྱེད་རང་ཚོ་ལས་ལབ་ཀྱི་ཡོད། ད་ང་ཁོང་མཇལ་སོང་ན་ཞུ་ཡག་དེ་ཡིན་ད། དེ་མ་གཏོགས་ང་གཞན་ཚིག་ཐོས་པ་གཅིག་ཐོས་པ་གཅིག་ཞུ་ཡ་མེད་ཚིག་མ་པར་ཡ་གཅིག་ཡ་མེད་ཁྱེད་རང་ཚོ་གི་དེ་འགྲུབ་པའི་གི་སྨོན་ལམ་རྒྱབ་ཞུ་ཨ། དངོས་གནས། དེ་ནི་ལྷ་དང་བླ་མེད་ཀྱི་ལྷ་དང་བླ་མེད་ཀྱི་བྱིན་རླབས་ལ་བརྟེན་ནས་ག་རེ་ཡིན་ནའང་འགྲུབ་གི་རེད་བ། ཨོ། དམ་ཚིག་འགྲོལ་བ་མེད་པ། དམ་ཚིག་འགྲོལ་བ་མེད་པ་དེ་རྡོ་རྗེ་བྲག་ལྟ་བུ་རེད། འགྱུར་བ་ཡོད་མ་རེད། ང་ལྟ་བའི་བླ་མ་ལ་དམ་ཚིག་ཉམས་ཆག་མེད། ངོ་མཚར་སྐྱབས་མགོན་ཆེན་པོ་ལ་དམ་ཚིག་ཉམས་ཆག་མེད། རྩ་བའི་བླ་མ་རྒྱལ་དབང་ཀརྨ་པ་རང་བྱུང་རིག་གི་རྡོ་རྗེ་ལ་དམ་ཚིག་ཉམས་ཆག་མེད། དེ་ལ་བརྟེན་ནས་ངའི་སྨོན་ལམ་བརྒྱབ་པ་དེ་འགྲུབ་གི་རེད། ངའི་སྨོན་ལམ་ལ་མི་དགའ་བ་རེད་འགྲུབ་གི་རེད། ཨོ། དེ་ནང་བཞིན་གྱི་ངའི་སྨོན་ལམ་བརྒྱབ་ཡ་དེ་ཁོང་གི་ཡང་སྲིད་ཀྱི་དོན་དག་ལས་སྨོན་ལམ་བརྒྱབ་དགོས་བ་རེད་པ། ཡང་སྲིད། མ་མཐུན་བ་རེད། ཨོ། དེ་ག་རེ་ཙམ་རེད་གཟིགས་ཡོད་ན་རྒྱལ་བ་ཐམས་ཅད་ཆེན་པོ་གི་ཡེ་ཤེས་ཀྱི་གཟིགས་པ་དེ་གཅིག།

ཨོ་དེ་འདྲ། དེ་འདྲའི་རྟ་ཚེར་མ་ལུང་ཚེར་མ་རྒྱུ་མཚན་ཚེར་མ་མང་པོ་ལ་བརྟེན་ནས་ཡང་དག་པ་རེད་ལབ་རྒྱུ་ཡོད་མ་གཏོགས་གཞན་ལ་རྒྱུ་མཚན་གང་ཡང་མེད། དེ་འདྲ་ཡིན་དུས་སྐབས་སུ་ལ་སྟག་ཁོང་གི་མཛད་པ་དེ་གོང་མ་གི་མཛད་པ་ཅུང་ལྷག་པ། ཀརྨ་པ་སྐུ་ཕྲེང་དང་པོ་དུས་གསུམ་ཆེན་པ་ནས་སྐུ་ཕྲུག་རང་བྱུང་རིག་པ་རྡོ་རྗེ་བར་དུ་ག་འདྲའི་མཛད་ཡོད་པ་དེ་སྟག་ཁོང་གི་མི་ཐུག་གོ་ར་པ་ཁོང་རང་ལ་ངས་ཚ་མང་པོ་ཞུ་ཚར་བ་ཡིན། ཡི་གེ་བྲིས་ལུང་ཡང་ཕུལ་ཚར་བ་ཡིན། ཁོས་དངོས་སུ་སྦྱར་ན་ཡང་དེའི་ཤུལ་ནས་ངས་ཨུ་ཚུགས་སྦྱར་བས་ཡིན། དེ་དུས་ཀྱི་དོན་དག་འགྲུབ་པའི་གི་ཁྱེད་རང་ཚོས་ཐུགས་སྨོན་གནང། བ། འོ་དེ་རེད། འོ་ཡ། ད་ང་རང་ལ་སེམས་ཀྱི་ཐོག་ནས་ད་ངོས་ཀྱི་རྩ་བའི་བླ་མ་གི་དགོངས་པ་ཆ་ཚང་མ་དེ་བརྒྱ་ཆ་བརྒྱ་ཐམ་པ་ཅིག་མ་འགྲུབ་པ་དེ་དེ་ཡིན། བརྒྱ་ཆ་དགུ་བཅུ་གོ་དགུ་འགྲུབ་ཚར་བ་ཡིན་བསམ་གྱི་ཡོད་རེད་དེ་ང་རང་གི་སེམས་ཀྱི་ཁྱད་པར་རེད།